ཐོག་མ་དེ་ལ་ཚང་མ་ལ་དགོངས་ཁམས་བཟང། དེ་རིང་གི་སློབ་ཁྲིད་བརྙན་ཐུང་གི་བརྗོད་གཞི་འདི་ང་ཚོའི་གནས་ཚང་རྒྱལ་ཁབ་རྒྱ་གར་འཛིན་རིམ་དྲུག་པའི་སློབ་ཚན་བདུན་པ་དེ་ཆགས་བསྡད་བཞག། ནི་ངའི་ངོས་ནས་སློབ་ཁྲིད་བྱེད་ཡས་ཀྱི་བརྙན་ཐུང་དྲུག་པ་དེ་ཆགས་བསྡད་ཡོད་ཞུ་ཡས་ཡིན། སློབ་ཁྲིད་འདི་གི་བརྗོད་གཞི་ཁག་ཅིག་མ་བཏོན་པ་ཡིན་ན་དང་པོ་དེ་ལ་ཡང་སློབ་ཁྲིད་ཀྱི་དགོས་དམིགས་མདོར་བསྡུས་ཅིག་ཞུ་གི་ཡིན། དེ་ནས་སློབ་ཚན་གྱི་ངོ་སྤྲོད། སློབ་ཚན་གྱི་བརྗོད་གཞི་གཉིས་པ་ཁྱིམ་མཚེས་རྒྱལ་ཁབ་ཀྱི་སྐོར་ལ། དེ་ནས་འཛིན་སྐྱོང་མངའ་ཁོངས་དང་དབུས་འཛིན་མངའ་ཁུལ། ས་ཁོག་ཆགས་ཚུལ། རང་བྱུང་སྐྱེ་དངོས་དང་རི་སྐྱེས་སྲོག་ཆགས་བརྗོད་གཞི་འདིའི་ཐོག་ལ་ཡང་ང་རང་ཚོས་ཀྱི་བརྙན་ཐུང་འདི་ནང་ལོགས་ལ་འཕྲོས་བསྡུ་བྱེད་ཀྱི་ཡིན། ལགས་སོ། ཨ་ནི་ཐོག་མར་དེ་ལ་ཡང་སློབ་ཁྲིད་ཀྱི་དགོས་དམིགས། རེ་ངེས་ཀྱི་ཞུ་བ་ཡིན་ན་ང་རང་ཚོ་ཚང་མ་ཅིག་ད་སློབ་ཁྲིད་བྱེད་མཁན་རེད། སློབ་ཚན་སྦྱང་མཁན་རེད་དེ་འདྲ་མང་པོ་ཅིག་ང་ཚོ་ཚང་མ་རྒྱ་གར་ནང་ལ་གནས་བསྡད་ཡོད་དུས་ཙང་ནས་རྒྱ་གར་གྱི་སྐོར་ལ་ཡང་ཐད་ཕྱིན་པ་ཅིག་སྨྲ་བཞིན་པ་ཡིན་ན་ཡང་རྨང་གཞིའི་གི་གནད་དོན་ཁག་ཅིག་ང་རང་ཚོའི་གི་རྒྱུས་ལོན་དགོས་ཡ་ཧ་ལས་པའི་གལ་ཆེན་པོ་རེད་དེ་འདྲ་ཡིན་དུས་ཙང་ནས་སློབ་ཁྲིད་འདིའི་རྒྱུ་ཆའི་ནི་རྐྱེན་རྣམ་པ་ལ་ཡང་ང་རང་ཚོའི་གི་གནས་ཚང་རྒྱལ་ཁབ་རྒྱ་གར་གྱི་སྐོར་ལ་ཡང་ངོ་སྤྲོད་བྱས་པ་ཙམ་ཅིག། ཆ་འདི་གི་ཡོད། སོང་ཙང་ནི། སློབ་ཁྲིད་དེ་མཇུག་བསྒྲིལ་བའི་རྗེས་ལ་ཡང་ནི། རེ་བ། ཤེས་བྱ་གཅིག་ལེན་པའི་ཐོབ་པའི་རེ་བ་ཞུ་གི་ཡོད། ད་ཐོག་མ་དེ་ལ་ཡང་ངོ་སྤྲོད་བྱ་གི་འདུག་རེ་བ། ད་ངོ་སྤྲོད་འདི་ནང་ལོགས་ལ། གཟིགས་པ་ཡིན་ན། འདི་ང་རང་ཚོའི་གི་པར་རིས་འདི་ཨེ་ཤེ་ཡ་ག་ཅིར། ཚོན་ལྗང་ཁུ་དང་བའི་གི་ས་ཆ་འདི་གང་ཚ་ག་རེ་ཆགས་ཀྱི་ཡོད་རེད། ཨེ་ཤེ་ཡ་གི། གླིང་ཆེན་ཆགས་ཡོད། ང་རང་ཚོའི་གི་གནས་ཚང་རྒྱལ་ཁབ་རྒྱ་གར་དེ་ཨེ་ཤེ་ཡའི་ཁོངས་གཏོགས་ཀྱི་རྒྱལ་ཁབ་གཅིག་ཆགས་ཡོད་གླིང་ཆེན་ནམ་ར། ཁ་དེ་ནས་མ་ཆེས་ཆུང་དུ་བཏང་བ་ཡིན་ན་ཨ་ང་རང་ཚོའི་གི་རྒྱ་གར་གི་ས་ཁྲ་དེ་ཨེ་ཤེ་ཡའི་གི་ས་ཁྲའི་ནང་ལོགས་ནས་གནས་ས་དེ་འདྲས་ཅིག་ལ་ཡང་ཆགས་ཡོད་རེད་བ། ད་དེ་ནས་ང་རང་ཚོའི་གི་རྒྱ་གར་གི་རྒྱལ་ཁབ་དེའི་ནང་ལོགས་ལ་ཡང་རྒྱ་གར་རྒྱལ་ཁབ་དེ་ག་འདྲས་ཅིག་རེད་ལ་ན་ཨེ་ཤེ་ཡའི་གི་གླིང་ཆེན་ནང་ལོགས་ལ་ཡོད་པའི་གི་རྒྱལ་ཁབ་རིག་གཞུང་ཕུན་སུམ་ཚོགས་པའི་གི་རྒྱལ་ཁབ་གཅིག་ཆགས་ཡོད། ལ་སོགས་ལྟ་པ་རིགས་འདི་ལ་བལྟས་པ་ཡིན་ན་ང་རང་ཚོའི་གི་རྒྱ་གར་གི་ས་བཀྲ་ཡིན་པ་གང་ཞིག་ལ་རྒྱ་གར་གི་ས་བཀྲ་ནང་ལོགས་ལ་ཡང་ཏི་རྩེ་མོ་རེད། རྟ་རྒྱུག་སྟངས་ཡ་རེད་དེ་ན་གཞན་གི་ཁང་པ་ལྷ་ཁང་རེད་དེ་ན་གཞན་གི། ད་ང་རང་ཚོའི་གི་ཨེ་ཤེ་ཡ་གི་གླིང་ཆེན་འདིའི་ནང་ལོགས་ལ་ཡང་ལོ་རྒྱུས་ཧ་ལས་བའི་རིང་པོ་ཡོད་པའི་གི་དང་མ་ཟད་ལོ་རྒྱུས་ཧ་ལས་པའི་རིག་དངོས་ཡོད་བ་དང། རིག་གཞུང་ཕུན་སུམ་ཚོགས་པའི་རྒྱལ་ཁབ་ཅིག་དེ་ང་རང་ཚོའི་རྒྱལ་ཁབ་རྒྱ་གར་ཆགས་ཏེ་ཡོད་རེད་དེའི་ནང་ལོགས་ལ་ཡང་ང་རང་ཚོའི་གནས་སྡོད་བྱེད་པོ་ང་རང་ཚོ་བསྡད་ཀྱི་ཡོད་རེད་རང། དེ་འདྲ་ཡིན་དུས་ང་ཚོ་ཡི་ད་ལན་སློབ་ཚན་འདི་གི་ནང་ལོགས་ལ་རྒྱལ་ཁབ་རྒྱ་གར་གྱི་སྐོར་ལ་ཡང་སྦྱང་བརྩོན་བྱེད་ཀྱི་ཡིན་ད། ད་འདི་ནས་ངེད་ཀྱི་པར་རིས་ཇེ་མང་དེ་ཅིག་བཏོན་པ་ཡིན་ན་རང། ད་འདི་ག་རེད་ལ་ན་ང་རང་ཚོའི་གཞུང་ཐིག་རེད་རང། སའི་གོ་ལའི་གི་སར་ཁྲག་དེ་གཞོམ་སྟེགས་ཀྱི་ནང་ལོགས་ལ་སྟོན་བཞག་རྒྱུ་ཅིག་ཆགས་ཀྱི་ཡོད་རེད་གལ་སྲིད་ཁྱེད་རང་ཚོས་ཀྱི་བརྙན་ཐུང་ངོ་མ་དེ་ཚོ་གཟིགས་ཡོད་པ་ཡིན་ན་འདི་པར་རིས་འདི་ཕལ་ཆེར་ངོས་འཛིན་བྱེད་ཐུབ་བོ་རེད་བ་ངེད་ཀྱི་དེ་སྔའི་སློབ་ཚན་གྱི་ནང་ལོགས་ལ་བེད་སྤྱོད་བྱས་ཟིན་པ་ཡིན། ལགས་སོ། ད་དེ་ང་རང་ཚོས་ཀྱི་གཞོམ་སྟེགས་ཀྱི་སའི་གོ་ལའི་སར་ཁྲག་ཅིག་བྱས་རེད་བ་ད་དེ་ནང་ལོགས་ལ་ང་ཚོས་ཀྱི་རྒྱ་གར་དེ་སྟོན་པ་ཡིན་ན་ནི་དེ་སློབ་ཚན་ནང་ལོགས་ལ་ཁྱེད་རང་ཚོས་གཟིགས་དང་རེད་བ་ཤོག་གྲངས་ལྔ་བཅུ་ང་བདུན་གྱི་ཐོག་ལ་ཡང། རྒྱ་གར་གྱི་སྐམ་ས་ཆེན་པོ་འདི་གོ་ལ་ཆེས་བྱང་མའི་གྱི་ཕྱོགས་སུ་ཆགས་ཡོད་རེད་ཟེར་བ། ད་གོ་ལ་ཆེས་བྱང་མ་ལ་དུས་ག་ལ་ག་རེད། རེད་བ། ང་རང་ཚོའི་གྱི་དཀྱིལ་ཐིག་གི་ཡར་ཕྱོགས་དེ་ཡར་སྔོན་ཕྱོགས་དེ་ང་ཚོའི་གྱི་གོ་ལ་ཆེས་བྱང་མ་ཡིན་པ། ད་འདི་ནང་དོན་ནི་དཀྱིལ་ཐིག་དེ་ག་འདི་རེད་ལན་དུ་ཚོད་དཔག་ཅིག་བྱེད་བྱེད་ངས་མ་རེད་མོ་ཅིག་དེ་བས་ཡིན་ན་འདི་དཀྱིལ་ཐིག་ཆགས་ཡོད་རེད།

དེ་ནས་ང་རང་ཚོས་ཀྱི་ག། དེ་ནས་འགོ་བཙུགས་བྱས་ད་ག་ཚོད་བར་དུ་རྒྱ་གར་རེད་འདི་གང་གང་ཟག་ཅིག་རྒྱ་གར་རེད་བས་ལ་ནི་དེ་འདྲ་ཁས་མ་ར་བ། ཁྱེད་རང་ཚོས་ཀྱི་མིག་མཐོང་ལག་ཟིན་རེད་བ། འདི་ནང་ལོ་ལ་རྒྱལ་ཁབ་མང་པོ་ཅིག་ཚུད་དེ་ཡོད། རེད་བ། དེ་འདྲ་ཡིན་དུས་ག་ལ་ནི་རྒྱའི་ཚགས་བཞི། North། རེད་ན་བྱང་ནས་བྱེད་བྱས། སུམ་ཅུ་སོ་བདུན་ཚགས་དྲུག། བྱང་གི་བར་དུ་ནི་ང་རང་ཚོས་ཀྱི་རྒྱ་གར་གྱི་རྒྱལ་ཁབ། ད་ས་མཚམས། ཐིག། རེད་བ་ཐིག་མཚམས་ལ་བ་རེད་ས་མཚམས་ལ་བ་རེད་དེ་འདྲའི་ནག་པོ་འདི་གི་བར་ལ་ཡང་ང་རང་ཚོས་ཀྱི་ག་རེ་ཆ་ཡོད་རེད་ལ་ན་རྒྱ་གར་གྱི་རྒྱལ་ཁབ་ཆ་ཡོད། གལ་ཏེ་ང་ཚོ་ལ་ཡང་ག་ག་གི་ས་ཁྲ་དེ་མེད་པ་ཡིན་ན། ཐིག་ག་འདྲས་སྟོན་གྱི་ཡིན་པ་ལས་དེ་ད་སྟོན་སྟངས་འདི་རེད་རོགས། ད་ད་ལྟ་ངེད་ཀྱི་པར་ཡོད་བཞིན་པའི་ད་ག་རང་གང་ལ་ཡང་ཐིག་ཚད་ཞིག་རྒྱག་ཡོད་འདུག་ཙང་ནས། ཁྱེད་རང་ཚོ་གིས་ད་འདི་སྟོན་དགོས་མི་འདུག་བ་རོགས་ད་ག་རང་ནང་ལོགས་ལ་ག་ག་གི་ས་ཁྲ་ཐོན་གི་འདུག་བ་ད་ག་རང་ཚད་རྒྱག་ཤེས་ན་འགྲིག་གི་འདུག་བ་ལ་ནས་བསམ་ངན་དེ་འདྲས་ཡོད་སྲིད། ཡིན་ནས་གལ་ཏེ་ག་ག་དེ་མེད་པ་བྱས་ང་རང་ཚོ་ལ་ས་ཁྲ་གཏོང་གོ་གཏོང་རྐྱང་ཞིག་སྤྲད་འདི་ནང་ལོགས་ནས་ག་ག་ག་བ་ལ་ཡོད་རེད་ལ་ནས་སྟོན་ཞུས་བ་ཡིན་ན། དང་པོ་ང་ཚོ་གིས་དཀྱིལ་ཐིག་འདི་ངོས་འཛིན་བྱེད། སྐད་ཐིག་འདི་ངོས་འཛིན་བྱས་ཚར་བའི་རྗེས་ལ་གོ་ལ་ཆེས་བྱང་མ་ག་འདི་སྔོན་བྱུང་རེད་རེད་འདི་ངོས་འཛིན་བྱས། དེ་ནི་གོ་ལ་ཆེས་བྱང་མའི་གི་ཕྱོགས་ལ་ཡང། ཐིག་ཚད། ཡང་ན་ཕྲད་ཚད། ག་འདི་ནས་འགོ་བཙུགས་གོ་དང། ལ་གང་མ་དང་འོག་མ། འོ་འདི་གཉིས་ངོས་འཛིན་བྱས། ཨ་འདི་ནས་ང་རང་ཚོས་གི་རྟ་འདི་བར་བར་མཚམས་ཚང་མའི་ནང་ལོ་ལ་རྒྱ་གར་ཆགས་ཡོད་རེད་བས་ལ་ན་ཆགས་ཡོད་མ་རེད་བ། ད་འདོད་ང་རང་ཚོས་གི་རྟ་འདི། གནས་ཏག་ཏག་འདི་འདི་ག་འདི་ལ་རེད་ཤག་འདི་ངོས་འཛིན་བྱས་ལ་ང་རང་ཚོས་གི་གཞུང་འདི། གཞུང་སྟེགས་འདི་ག་བ་ལ་ཆ་བཞག་ན་ཕྲག་དྲུག་ཅུ་རེ་བརྒྱད་ཚ་བདུན་བ་ཤར་དང། ནི། གོ་བཅུ་གོ་བདུན་ཚ་གཉིས་ལྔ་བརྒྱད་ཤར་གྱི་ཕྱོགས་ལ་ཆ་འདུ་བ། ལ་བདུད་རྩ་ནས་འདི་ཀྱི་མ་ལ་ཡ་གྲུ་བཞི་དོན་བསུ་བས། གྲུ་བཞི་ནག་མོ་བཞི་དོན། གྲུ་བཞི་ནག་མོ་བཞི་དོན་བསུ་བ། དེ་འདི་ནང་ལོ་ལ་ང་ཚོ་གར་ཡོད་རེ་ཞུས་ན་ང་ཚོའི་གི་རྒྱ་གར་ལའི་ས་ཆ་འདི་ཆགས་ཡོད། ཏང་རང་ཚོགས་ཀྱི་འཕྲེད་ཐིག་དང་གཞུང་ཐིག་འདི་ངོ་མ་སློབ་ཚན་ནང་ལ་སྦྱངས་པར་བ་ད་དེ་ཚོ་བེད་སྤྱོད་བྱས་བྱས་ནས་རྒྱ་གར་རྒྱལ་ཁབ་འདི་སྟོན་པ་ནང་བཞིན་གྱི་ཏང་རང་ཚོགས་ཀྱི་རྒྱལ་ཁབ་གཞན་དག་ཚང་མ་གཅིག་སྟོན་ཡོང་ལ་བེད་སྤྱོད་བྱས་ཆོག་གི་ཡོད་རེད་བ་འདུག་ཕྱི་རྒྱལ་འཕྲེད་ཐིག་གཞུང་འདི་བེད་སྤྱོད་བྱས་པ་ཡིན་ན་རྒྱལ་ཁབ་འདིའི་ས་ཆ་ཏག་ཏག་ག་བ་ལ་ཆགས་བཞག་འདི་ང་ཚོ་གིས་ངོས་འཛིན་བྱེད་ཐུབ་རེད།

བྱང་སྣེའི་ཕྱི་ནས་ལྷོ་བར་དུ་བསྐྱོད་པའི་གྱི་ད་ས་མཚམས་ལམ་གཞུང་འབྲིང་པོ་འབྱོར་བ། འདི་ལ་ཡང་ཀི་ལོ་མི་ཀྲར་སུམ་སྟོང་ཉིས་བརྒྱ་བཅུ་བཞི་ལྷག་ཅིག་ཡོད་པར་བྱས། ཨ་འདི་ནས་ང་ཚོས་གྱི་ནུབ་གནས་ཤར་དུ་བསྐྱོད་པ་འདི་ང་ཚོས་གྱི་ག་ཚོད་ཡོད་རེད་ལབ་ན་ཁྱོན་བསྡོམས་ཀི་ལོ་མི་ཀྲར་ཉིས་སྟོང་དགུ་བརྒྱ་སུམ་ཅུ་སོ་གསུམ་ཡོད། ཞེས་སོ། འདི་ང་རང་ཚོས་གྱི་རྒྱ་གར་གྱི་ད་ས་མཚམས་ཀྱི་ཀི་ལོ་མི་ཀྲར་ར་ས་སྐམ་ས་ཆེན་པོ་འདི་བརྒྱ་ཆའི་བརྒྱ་ཁྱོན་འགྲོ་འདི་ཆགས་འདི་ཡོད། རིག་བྱ། དེ་ནས་ང་རང་ཚོས་ཀྱིས་ནི་འཛམ་བུ་གླིང་གི་ནང་ལོགས་ལ་ཡང་རྒྱ་གར་གྱི་སྐམ་ས་ཆེན་པོ་འདི་གི་ད་རྒྱ་ཁྱོན་འདི་མ་ཅིག་བསྡུར་ཡོང་བ་ཡིན་ན། འཛམ་གླིང་གི་རིམ་པ་བདུན་པ་ནང་ལོགས་ལ་ཡང་ང་རང་ཚོས་ཀྱི་གནས་ཚང་རྒྱལ་ཁབ་རྒྱ་གར་འདི་ཡོངས་ཐེག་ཡོད། དུས་ག་ལ་རྒྱ་གར་རྒྱལ་ཁབ་ལ་དུས་ག་ལ་མཚོ་དང་རི་རི་ཆུ་མཚོ་གསུམ་རེད། མཐོ་སྒང་རེད་ཐང་རེད་ཚང་མ་ཅིག་ཕུན་སུམ་ཚོགས་པ་ཅིག་ལྡན་པ་ཅིག་རྒྱལ་ཁབ་ཅིག་ཆགས་ཡོད། དེ་འདྲ་ཡིན་དུས་ཙཱ་ནས་རྒྱ་གར་འདི་བས། རྒྱ་གར་འདི་ཡང་ང་རང་ཚོས་ཀྱི་རྒྱལ་ཁབ་གཞན་དང་མི་འདྲ་བའི་རིག་གཞུང་ཕྱུག་པའི་རྒྱལ་ཁབ་ཅིག་ལ་ངོས་འཛིན་བྱས་ནས་བསྒྲིགས་ཡོད། དེ་ནས་ང་ཚོས་ཀྱི་བརྗོད་གཞི་གཉིས་པ་དེ་ལ་གར་ཆག་གི་འདུག་ཞུ་བ་ན་རྒྱ་གར་གྱི་ཁྱིམ་མཚེས་རྒྱལ་ཁབ། རྒྱ་གར་གྱི་ཁྱིམ་མཚེས་རྒྱལ་ཁབ་ལ་ཡོང་དུས་ཙཱ་ནས། ད་དེ་ལ་གཟིགས་དང་རག་ཁྱོད་རང་ཚོ་གྱི་དེ་སློབ་དུས་ནས་ལེན་བཞག་པའི་པར་རིས་རང་ཆགས་བསྡད་ཀྱི་ཡོད་རེད། ཨ་ནི་རྒྱ་གར་གྱི་སྐམ་ས་དང་འབྲེལ་བ་ཡོད་རྒྱུ། དེ་ཡང་ཁྱིམ་མཚེས་རྒྱལ་ཁབ་གར་དང་རེད། སྐམ་ས་དང་འབྲེལ་བ་ཡོད་པའི་ཁྱིམ་མཚེས་རྒྱལ་ཁབ་ག་ཚོད་ཡོད་རེད་ཞུས་ན་བདུན་ཡོད་རེད། དང་པོ་དེ་ལ་བོད་བྱས། རག་དེར་ཁྲིད་དོ། དེ་ནས་བལ་ཡུལ། དེ་ནས་འབྲུག། དེ་ནས་བང་ལ་དེཤ། དེ་ནས་འབར་མ། རག། དེ་ནས་པ་ཀི་སི་ཐན། རྡུལ་ཕྱེད་ཕྱེད་ནི་ང་རང་ཚོ་ལ་གཞན་པ་ག་རེ་ཡོད་རེད། ཨབ་གྷ་ནི་སྟན། ར་དེ་ད་སྲིད་འདུག་ཨ། འོ་དེ་ཚོ་ཚང་མ་དྲུག་དེ་ག་རེ་ཞུ་བ་ཡིན་ན་རྒྱ་གར་གྱི་སྐམ་ས་དང་འབྲེལ་བའི་གི་ཁྱིམ་མཚེས་རྒྱལ་ཁབ་དེ་ཆགས་ཀྱི་ཡོད། དེ་ནང་བཞིན་གྱི་ད་རྒྱ་ཚོ་དང་འབྲེལ་བའི་གི་ཁྱིམ་མཚེས་རྒྱལ་ཁབ་ར་སྐྱིད་ལ་ཡང་རྒྱ་ཚོ་ཡོད་པས་ཆད་དེའི་ཕ་ཕྱོགས་ལ་ཡང་ང་ཚོ་གི་ད་རྒྱ་ཚོ་གི་བརྒྱུད་ནས་འབྲེལ་བ་ཡོད་དེ་བའི་གི་རྒྱལ་ཁབ་གཅིག་ཡོད་པ་དེ་གར་ཆགས་སྐོར་ལ་ན་ཤི་རི་ལང་ཀ་ཆགས་ཀྱི་ཡོད། དེ་ཤི་རི་ལང་ཀ་གི་ས་ཁྲ་ཆད། དེ་རྒྱ་གར་ཆད་འདི་གཉིས་འབྲེལ་བ་བྱེད་ངེས་ཀྱི་ད་དེ་བར་དེ་ལ་ཡང་རྒྱ་ཚོ་གི་ད་ང་ཚོ་གི་ག་ལས་ཡོད་རེད།

རྒྱ་དཀར་ནག་གི་ས་མཚམས་ལ་འདར་ས་ཁྲ་མང་པོ་ཞིག་ལ་ང་ཚོས་ཀྱིས་ལྟ་ཞིབ་བྱས་པ་ཡིན་ན། ཨ་ནི་ས་མཚམས་དེ་གི་མིང་ལ་ཡང་རྒྱ་དཀར་ནག་གི་ས་མཚམས་ཅེས་ནས་བྲིས་ཀྱོ་དེ་འདྲ་ཡང་མཐོང་ཡ་ཡོད། ང་རང་ཚོས་ཀྱིས་པ་ཀི་སི་ཐན་དང་བང་ལ་དེ་ཤི་ཅིག་འདུག་ཨ། དེ་པ་ཀི་སི་ཐན་དང་བང་ལ་དེ་ཤི་དེ་ཞིག་མི་འདུག་པས་དེ་ངོ་མ་ག་རེ་ལབ་ན་དེ་ཚོ་ཚང་མ་ག་ག་གི་ཆ་ཤས་ཅིག་རེད། ཨ་ཕྱིས་སུ་ག་རེ་ཆེ་རེད་ལབ་ན། དེ་ཚོ་གང་ཟག་ལོག་ཁ་ཆ་ཆེ་རུ་ཨ་ནི་རྒྱལ་ཁབ་མ་འདྲ་བ་གསུམ་ལ་རྒྱ་གར་ལ་ཡ་དེ་ངོ་མ་ག་ག་ལ་ཡོད་འདུག་ས་ནི་པ་ཀི་སི་ཐན་བང་ལ་དེ་ཤ་ཨ་ནི་ད་ལྟ་ཡོད་བཞིན་པའི་གི་རྒྱ་གར་ཚང་མ་གཅིག་ང་ཚོ་ཀྱི་རྒྱལ་ཁབ་གཅིག་རེད་ད། རྒྱ་གར་ལ་ནི། ཨ་མཆིས་སུ་འདི་ནང་ལོགས་ལ་ཡང་དམག་འཁྲུག་བྱུང་དེ་འདྲ་བྱེད་ཆེད། པ་ཀི་སི་ཐན་དང་ར་ཏའི་ང་ཚོ་ཆོས་ཀྱི་ཐོག་ནས་དམག་འཁྲུག་བྱུང་པ་རེད་དེ་འདྲ་བྱེད་ཆེད་ནི། པ་ཀི་སི་ཐན་དང་བང་ལ་དེཤ་རྒྱ་གར་བྱེད་ཆེད་རྒྱལ་ཁབ་མ་འདྲ་གསུམ་ལ་ཡང་གྱེས་པ་རེད། ད་ལྟའི་ཆ་ལ་ཡ་ད་ང་རང་ཚོས་ཀྱི་རྒྱ་གར་གྱི་བཙན་སྐྱོང་མངའ་ཁུལ་གྱི་ནང་ལོགས་ལ་ཡ་ཨ་ནི་མངའ་སྡེ། ར། ཉི་ཤུ་རྩ་བརྒྱད་ཡོད་རེད་ཉི་ཤུ་རྩ་བརྒྱད་ཀྱི་ནང་ལོགས་ནས་མངའ་སྡེ་གསར་ཤོས་དེ་ད་གར་ཆགས་ཡོད་རེད་ལ་ན། ཨནྡ་ར་པར་དེཤ་ནང་ལ་ཡོད་པའི་ཀྱི། ཨནྡ་ར་པར་དེཤ།

ས་རྐོ་ཆགས་ཚུལ་དེ་ལ་ཅིག་གཟིགས་པ་ཡིན་ནར་བ། ང་རང་ཚོའི་གི་རྒྱ་གར་འདི་གི་བྱང་ཕྱོགས་ལ་ཡ། རྒྱ་གར་འདི་གི་ནང་ལོགས་ལ་ཡ་གར་ལ་ཡོང་པ། མཐོ་སྒང། གཤོང་ས། ཐང། མཚོ་ཁ། གླིང་ཕྲན་འདི་འདྲ་མང་པོ་ཅིག་གི་དབྱིབས་འདྲ་མོ་འདྲ་མང་པོ་ཡོད་རེད་བ། འདི་གི་ནང་ལོགས་ནས་ད་རྒྱ་གར་གི་ག་རེ། རི་བོའི་སྒང་ལ་སྐད་ཆ་བཤད་དགོས་ཡིན་ན། རི་བོ་འདི་ད་ང་ཚོ་གཙོ་བོ་འདི་ཧི་མ་ལ་ཡ་རི་རྒྱུད་ཆགས་དགོས་རེད་ད་ཧི་མ་ལ་ཡ་རི་རྒྱུད་འདི་དུམ་བུ་གསུམ་ལ་བགོས་ཤག་རེད་བ། ཨ་ནི་ཙེ་ཙེ། ད་ལྟ་དབྱིན་སྐད་ནང་ལོགས་ལ་ཡ Great Himalaya ཞུ་ཡ་འདི་ང་ཚོ་གི་ཧི་མ་འདི་རིགས་ཞུ་དགོས་རེད་བ།

བྱང་ཕྱོགས་ཐང་གི་ཁུལ་དེ་ག་རེ་ག་རེ་རེད་ཤོད་ན་ར་བར་ག་རེ་ཡོད་རེད་ངོ་སྙོམས་པོ་ས་ཆ་དཔེ་རྒྱ་ཆེན་པོ་ཡག་པོ་ཡོད་བ་ར། འདི་ལ་ཡ་ས་ག་རེ་ཡོད་པ་དེ་ཚང་མ་དཔེ་མི་སྲིད་པའི་བཟང་པོ་གཤིན་པོ་ཞིང་ལས་ག་རེ་ཐོན་སྐྱེད་བྱས་པ་ཡིན་ནའི། སྟབས་ཐུ་ཡ་ཡོད་སྐྱོ་ཡག་པོ་ལོ་ཏོག་སྨིན་པ་ར། ལོ་ཏོག་སྨིན་པ་མ་ཟད་དེ་ཡིན་ཡོད་ན་ཡ་མི་ཡིན་རྗེས་ནས་མི་ཚོགས་ཡང་མང་པོ་འདུས་སྡོད་བྱས་པ་རེད་འདུག་ག་རེ་མི་དེ་ངན་ཡིན་པ་ཡིན་ནའི་ལས་མང་པོ་ཡོད་བ་དེ་འདྲས་ཀྱི་ཁྱད་ཆོས་དེ་མི་གཅིག་ཀྱང་ག་གཅིག་ཆགས་ཡོད་རེད། དེ་ནས་ང་རང་ཚོས་ཀྱི་འདི་གཅིག་སྲིད་ན། འདི་ག་རེ་ཤོད་བ་ཡིན་ན།

གཅིག་མ་ཞེས་སྨྲས་པ་དེ་ལ་ཡང། ཡོད་དོ། ར། གཙང་པོ་ཡོད་དོ་ལ་ནི་མིང་གདགས་ཀྱི་ཡོད་པ། དེ་འདྲའི་འདུས་རྩ་ནི་ཆར་བ་བབ་པ་ཡི་ནའི་ལམ་སྲང་ས་ན་ལ་སིབ་འགྲོ་བྱེད། ཨ་ནི་སྐམ་ཤས་ཆེ་ཡ་བྱེད། ནས་ཆོས་ཀྱི་རྒྱུན་འདི་པས་ཉུང་བ་ཡོད་བ། དེ་འདྲའི་འདུས་པ་ལ་ནི་ཀུན་རྩོད་ཀྱི་འཚོ་བ་སྐྱེལ་འདུ་ག་འདྲས་སྐྱེལ་གྱི་ཡོད་མེད་མང་པོ་ཅི་གང་ལ་ཡ་ཤས་ཡོད་རུང་བ། ཁྱེད་རང་ཚོས་ངོས་ནས་ཡ་དྲ་རྒྱ་ནང་ལ་འགྲོ་བྱེད་རེད་ཀྱི་གཞན་ལ་སྐད་ཆ་དྲིས་བྱེད་རེད། གང་ལྟ། བྱེད་སྟངས་ཀྱི་སྐོར་ལ་ཡ།

ལ། དེ་ནས་ང་རང་ཚོའི་གི་རྒྱ་གར་གི་ནང་ལོགས་ལ་ཡང་གླིང་ཕྲན་མ་འདྲ་གཉིས་ཡོད་རེད་བ། གླིང་ཕྲན་གཅིག་འདི་ཨ་རབ་རྒྱ་མཚོ་ངོས་ལ་ཆགས་ཡོད་རེད་གླིང་ཕྲན་གཞན་འདི་ང་རང་ཚོའི་གི་བང་གཱལ་གི་མཚོ་ཁུག་ངོས་ལ་ཆགས་ཡོད། ཨ་རབ་གི་མཚོ་ཁུག་ལ་ཆགས་ཡོད་གི་གླིང་ཕྲན་བྱོལ་བ་དེ་མིང་ལ་ཡར་ལག་ཤེས་དུས་ཁྱེད་ཚོ་དེ་ཟེར་གི་འདུག་བ། ཨ་ནི་བང་གཱལ་གི་མཚོ་ཁུག་གི་ངོས་ལ་ཆགས་ཡོད་གི་གླིང་ཕྲན་དེ་ལ་ཡང Andaman and Nicobar Island

ཨ་དེ་ནས་སེ་བོ་དང་དེ་བྱ་འགུ་ནང་ལ་ཡོད་པ་དེ་ང་རང་ཚོ་གི་ནུབ་རི་དང་ཤར་རི་ཨ་དེ་ནས་ཚུར་སླེབས་པ་ཡིན་ན་ང་རང་ཚོ་གི་ཚོ་ཚོ་ཁག་དེ་ཚོ་གི་ཐང་དེ་ཚོ་ར། ཚོ་ཁའི་ཐང་དེ་ཚོ་ཆགས་བསྡད་ཀྱི་ཡོད་རེད་ར། ཨ་དེ་ནས་ང་རང་ཚོ་གི་ཤར་རི་གི་དེབ་ལ་ཡ། བྷང་གཱལ་གི་ཚོ་ཁུག་དང་ནུབ་རི་གི་དེབ་ལ་ཡ་ག་རེ་ཡོད་རེད་ཞུ་བ་ན་ཚོ་ཡོད་པ་དེ་ཨ་རབ་ཀྱི་ཚོ། དེ་ནས་ཨ་རབ་ཀྱི་ཚོགས་ཀྱི་ཉེ་འགྲམ་ལ་ཡོད་པ་འདི་ང་རང་ཚོའི་ཀྱི་གླིང་ཕྲན་འདི་ལག་ཤེར་ཏིབ་གླིང་ཕྲན་དང། ཨ་ནི་ཤར་ཀྱི་ཕྱོགས་ལ་ཡོད་པའི་ཀྱི་གླིང་ཕྲན་འདི་ང་རང་ཚོའི་ཀྱི་ཨན་དཱ་མཱན་དང་ནི་ཀོ་པར་གླིང་ཕྲན་ཅེས་བྱ་སྟེ། འདུག་བྱེད་ཀྱི་པར་རིས་འདིའི་ནང་ལོགས་ལ་ཡང་ང་རང་ཚོའི་ཀྱི་རྒྱ་གར་གྱི་ས་ཁོ་བྱ་ཚུལ་ཚང་མ་ཅིག་སྟབས་བདེ་བའི་ངང་ནས་འགྲེལ་བཤད་ཞུས་ཡོད། དེ་ནས་ང་ཚོས་ཀྱི་བརྗོད་གཞི་ཐ་མ་དེ་ལ་ཡང་རང་བྱུང་སྐྱེ་དངོས་དང་རི་སྐྱེས་སྲོག་ཆགས་ཆགས་ཚུལ་ཞེས་པ། ང་རང་ཚོས་ཀྱི་རང་བྱུང་སྐྱེ་དངོས་དང་རི་སྐྱེས་སྲོག་ཆགས་ཀྱི་བརྗོད་གཞི་འདིའི་ནང་ལོགས་ལ་ཡང་གྲོས་བསྡུར་བྱེད་ཡ་གཙོ་བོ་དེ་རང་བྱུང་སྐྱེ་དངོས་ཁག་ག་རི་ག་རི་ཡོད་པ་དང་རི་སྐྱེས་སྲོག་ཆགས་ཀྱི་ནང་ལོགས་ལ་ཡང་སྲོག་ཆགས་ཀྱི་རིགས་ག་རི་ག་རི་ཡོད་པ་དེ་ཚོ་ཚང་མ་གཅིག་ང་ཚོས་ཀྱི་གྲོས་བསྡུར་བྱེད་ཀྱི་རེད་ཐོག་མར་དེ་ལ་ཡང་ང་ཚོས་རང་བྱུང་སྐྱེ་དངོས་ལ་ན་ག་འདྲ་ཅིག་ལ་གོ་གི་འདོག་ལ་ནི་དཔེ་མཚོན་ཁག་ཅིག་ཞུས་པ་ཡིན་ན། དུས་རྒྱུན་ང་རང་ཚོའི་གི་ཁོར་ཡུག་ནང་ལོགས་ལ་ཡང་རྩྭ་དང་རྩི་ཤིང་མང་པོ་ཞིའུ་ཅིག་མཐོང་ཡོད། དཔེ་མཚོན་ཁ་ཤས་ཅིག་ཞུས་པ་ཡིན་ན་རོ་ཨ་དང་པོ་དེ་ལ་ཨམ་མདོང་རོ་ཨ། དེ་ནས་ཐང་ཤིང། དེ་ན་ཤིང་གི་སྡོང་པོ་རེང་བུ་དེ་ཉིད་མ་ཡིན་པའི་གྱ་འདོད་འདི་གང་ལ་ཡང་བ་ལུ་དང་མཚེར་ཤིང་ལ་ནི་ད་ང་ཚོ་ཤིང་རྩི་ཤིང་རིགས་གྲངས་མི་འདྲ་མང་པོ་ཞིའུ་ཅིག་མཐོང་ཡོད། ལྟ། དེ་ཚོ་ཚང་མ་ང་རང་ཚོ་གི་མིའི་རིགས་ཀྱི་ལྟ་བའི་གི་ཁོངས་སུ་ནང་ཚུད་པ་ཡིན་ན་མིའི་རིགས་ཀྱི་མ་ལྟ་བ་མིའི་རིགས་ཀྱི་ལས་མི་གོ་བའི་གི་རང་བཞིན་དུ་སྐྱེས་པའི་གི་རྩ་དང་རྩི་ཤིང་དེ་འདྲའི་མང་པོ་ཞིའུ་བཅོས་རེད་དེ་ཚོ་ཚང་མ་ལ་ཡང་ང་ཚོ་གི་གར་ཞུ་གི་རེད་རང་བྱུང་གི་སྐྱེ་དངོས་ཞུ་གི་རེད་བ། ལྟ། དེ་ནང་བཞིན་གི་ང་རང་ཚོ་གི་ས་ཆ་ཆགས་སྟངས་ལ་ལྟ་རེད་བ་ས་བབ་ལ་ལྟ་དེ་ནས་གནམ་གཤིས་ལ་ལྟ་ཆར་ཆུ་གི་བབས་ཚེ་དེ་ཚོ་གི་མཐུན་རྐྱེན་མ་འདྲ་མ་འདྲ་ལ་བལྟས་ནས་ནི་རང་བྱུང་གི་སྐྱེ་དངོས་དེ་ཚོ་ཡོང་གི་ཡོད་བ། སྐྱེད་འཕེལ་བྱུང་ཡོད། རང་བྱུང་གི་སྐྱེ་དངོས་དེ་ཚོ་ད་རྒྱ་གར་ལ་ཆ་མཚོན་པ་ཡིན་ན། རྒྱ་གར་གྱི་རྩྭ་དང་རྩི་ཤིང་དེ་ཚོ་ང་རང་ཚོ་མང་པོ་ཞུ་བྱས་རེད་བ་དབྱེ་བ། འདི་ཚོ་ཚང་མ་དབྱེ་བ་ཇེ་མང་ཆེ་ཡོད་འདུག་ག་ལ་གཙོ་བོས་རིགས་ག་ཚོད་ལ་དབྱེ་བ་ཕྱེ་ཡོད་རེད་ཞུ་བ་ཡིན་ན་རིགས་ལྔ་ལ་དབྱེ་བ་ཕྱེ་ཡོད། དང་པོ་དེ་ལ་ཚ་ཁུལ་གྱི་རྒུན་ཆང་ནགས་ཚལ། དབྱིན་སྐད་ནང་ལ་ཞུ་བ་ཡིན་ན། ང་ཚོས་ཀྱི Tropical Evergreen Forest ཞུ། འདི་ནས་གཉིས་པ་དེ་ལ་ཡང་ཚ་ཁུལ་གྱི་ལོ་མ་དུས་སུ་ལྷུང་བའི་ནགས་ཚལ།

རང་བྱུང་གི་སྐྱེ་དངོས་རིགས་དེ་དབྱེ་བ་ཕྱེ་ཡོད་འདུག་ག་ལ་དབྱེ་བ་མ་འདྲ་ལྔ་ལས་བྱས་ཡོད་ན་འདི་དབྱེ་བ་མ་འདྲ་ལྔ་གྱི་ད་པར་རིགས་དེ་ཚོ་ཆགས་ཀྱི་ཡོད། ང་ཚོས་ཀྱི་བརྗོད་གཞི་གྱི་མཐའ་མ་འདི་རང་བྱུང་སྐྱེ་དངོས་དང་རི་སྐྱེས་སྲོག་ཆགས་ཡིན་པ། རང་བྱུང་སྐྱེ་དངོས་ཀྱི་སྐོར་ལ་འགྲེལ་བཤད་མདོར་བསྡུས་འདི་དང་དབྱེ་བ་ལྔ་ག་རེ་ག་རེ་ཡིན་པ་འདི་ཞལ་སྒྲུབ་པར་བྱེད། དེ་ནས་ང་རང་ཚོས་ཀྱི་བརྗོད་གཞི་གཉིས་པ་དེ་ལ་ཡང་རི་སྐྱེས་སྲོག་ཆགས་ཀྱི་སྐོར་ལ་རེད། རི་སྐྱེས་སྲོག་ཆགས་ལ་ན་ག་འདྲི་གཅིག་ལ་གོ་གོ་རེད། ཨ་ལེ་ངེད་ལ་རི་སྐྱེས་སྲོག་ཆགས་དེ་ཚོ་འཚོ་བ་ག་བ་ལ་སྐྱེལ་གྱི་ཡོད་རེད་ལ་དུས་ཚོད་ནི་རི་སྐྱེས་སྲོག་ཆགས་མང་པོ་གཅིག་ནགས་ཚལ་ལ་ཡང་འཚོ་བ་སྐྱེལ་གྱི་ཡོད་རེད། འདི་མ་ཟད་དེ་ཚོ་ཚང་མ་མིག་གིས། བདག་ཏུ་བཟུང་བའི་གི་སེམས་ཅན་ཞིག་རེད་བས་ལ་ན་མ་རེད། དེ་འདྲའི་འདུལ་བ་ལ། ནགས་ཚལ་ལ་ཡ་འཚོ་བ་སྐྱེལ་བ་གང་ཞིག་ལ་ཡ་ནི་མིག་གིས་བདག་ཏུ་མ་བཟུང་བའི་སྲོག་ཆགས་རིགས་ལ་ཡ་ང་ཚོ་ག་རེ་ཞུ་གི་རེད་རི་རྒྱལ་སྲོག་ཆགས་ཞུ། ད་རྒྱ་གར་ལ་ཡང་ཆ་མཚོན་པ་ཡིན་ན་རོ་ཨ་ང་རང་ཚོའི་གི། རི་རྒྱལ་སྲོག་ཆགས་རིགས་དེ་ཚོ། ར་ད་ག་འདྲ། དབྱེ་བ་ག་ཚོད་ལ་ཞུ་གི་རེད་ཞུ་ན་དབྱེ་བ་གསུམ་གྱི་ནང་ལོ་ལ་ཤི། ཡན་ད་འདི་ལས་མང་ང་ཡོད་རོ་ཨ་ང་རང་ཚོའི་གི། ཚན་རིག་སློབ་ཚན་ནང་ལོ་ལ་ཡ་སེམས་ཅན་གྱི་ཁུངས་དང་སེམས་ཅན་གྱི་རིགས་དང་སེམས་ཅན་གྱི་མིང་བཅས་པ་ར་ཚན་རིག་གི་ཐ་སྙད་བཅས་པ་མང་པོ་ཞུ་ཅི་བྱང་གི་ཡོད་རོ་ཨ། ནས་ཁྱེད་རང་ཚོ་ལ་ངོ་སྤྲོད་ཙམ་བྱེད་ཀྱི་ཆེད་དུ་ནི་ང་རང་ཚོའི་སེམས་ཅན་རིགས་ཁ་ཤས་ཀྱི་ངོ་སྤྲོད་བྱིས་པ་ཡིན་ན། རྒྱ་གར་གྱི་ནང་ལོགས་ལ་ཚང་མ་དང་དང་པོ་དེ་ལ་ཡ་ད་སེམས་ཅན་དབྱེ་བ་འདིར་ལྟོ་སྤྲོད་སྲོག་ཆགས། ལྟོ་སྤྲོད་སྲོག་ཆགས་ལ་བསྡུས་ཙང་ནི་ལྟོ་བ་ས་ལ་འཁྲུད་ནས་ང་ཚོ་གི་ལྟོ་ལ་བསྡུས་ག་ལ་བྷ་མགོ་ལ་ཡོད་ར། དེ་དེ་གྲོ་ཁོག་གི་ཕྱོགས་དེ་བ་གྲོད་ཁོག་དེ་མ་ས་ལ་བྲེས་ནས་འགྲོ་ངེས་ཀྱི་སེམས་ཅན་དེ་ཚོ་རིགས་ལ་ཡ་ལྟོ་སྤྲོད་སྲོག་ཆགས་ཨིན་སྐད་ནང་ལོགས་ལ Reptiles ཞུ་ར། དེ་ཚོ་རིགས་དེ་ལྟོ་སྤྲོད་སྲོག་ཆགས་བྱེད། དེ་རིང་དབྱེ་བ་གཉིས་པ་དེ་ལ་ཡང་ང་ཚོས་ཀྱི་ས་ཆུ་གཉིས་གནས་སྲོག་ཆགས་ས། ས་དང་ཆུ་གཉིས་ཀའི་གང་ལ་གནས་མཁན་གྱི་སྲོག་ཆགས། དབྱིན་སྐད་ཐོག་ནས Amphibians ཞུགས་ཐོ། འདི་འདྲ་བོ་བྱས་ན་བལ་པ། རོ། འདི་འདྲུ། ཆུ་ལའི་སྣེ་གི་ཡོད་རེད་ས་ལའི་སྣེ་གི་ཡོད། རིགས་གཉིས་བ་བྱས། དེ་ནས་མཐའ་མ་དེ་ལ་ཡང་ང་ཚོས་ཀྱི་འོ་དུང་སྲོག་ཆགས Mammals རོ། འདུག་བྱས་བྱས་ནས་ང་རང་ཚོས་ཀྱི་སློབ་ཚན་འདི་བསྒྲུབས་པ་ཡིན། སློབ་ཚན་འདི་བརྒྱུད་ནས་ཁྱེད་རང་ཚོ་ཚང་མ་ལ་ཡ་ཐུ་བེན་བཟོ་བའི་རེ་བ་ཞུ་གི་ཡོད། དུ་བྱས་ན།